ཡ། ལྷན་རྒྱས་ཚང་མ་ལོགས་ལ་ཡ། བཀྲ་ཤིས་བདེ་ལེགས། སྐུ་ཁམས་བཟང་སུ་ཞེས་ཞུ་ཡ་ཡིན། དེ་རིང་འདི་ནི་མ་ཡང། སེམས་ཙམ་པའི་གྲུབ་རྟགས་སྐོར་ལ་ཡ། མུ་མཐུད་ནས་ཞུ་ཡ་གི། འབད་བརྩོན་བྱས་ཡ་ཡིན། ད་ཁ་སང་ང་ཚོ་མཚམས་འདྲ་བོ་དེ་དེ་སླད་དེ་ཧུར་ཐག།

ནི། ཕྱིའི་གཟུང་བ་དེ་ལ་ཡང། ཚོན་ཁྲ་སྦྲགས་མ་ལ་བཅུ་ཡོད་པ་ཡིན་ན། ཨ་ནི་དེ་འཛིན་ངེས་ཀྱི་ཤེས་པ་དེ་ལ་ཡང་བཅུ། དབང་ཤེས་མི་འདྲ་བ་བཅུ་སྐྱེ་བ་དེ་ལ་གཟུང་འཛིན་གྲངས་མཉམ་པ་ལགས་རེ་ཅེས་ཞུ་ཡ་ཡིན། ད་སྒོ་ང་ཕྱེད་ཚད་པ་ཟད་དེ། སྒོ་ང་ཕྱེད་ཚད་པ་ལ་ཡ་དེ། ད་ནི་ཕྱི་ལོགས་ལ་ཡ་ཁྲ་ཁྲ་མ་ཁྲ་མང་པོ་ཡོད་ན་ཡང་ང་ཚོའི་འདུག་སྟངས་བའི་སྒང་ལ་ཡ་ཕྱིའི་བཟུང་བའི་སྣང་བ་དེ་ག་འདྲ་ཤར་གི་རེད་ལབ་ན་ཁྲ་མཚམས་སམ་ཆུ་རྡུལ་རྡུལ་གྱི་མདོག་མདོག་འདྲ་བོ་ཅི་ཅིག་ཤར་གི་རེད་ཟེར་བ་འདྲ། ཕྱི་ལོགས་ཀྱི་བཟུང་བའི་རྣམ་པ་དེ་ལ་ཡ་མདོག་མདོག་འདྲ་བོ་ཅིག་ཤར་བ་ནང་བཞིན་ནང་ཤེས་པ་དེ་ལ་ཡ་ཨ་ནི་ཁྲ་མཚམས་མཐོང་ངེས་ཀྱི་དབང་ཤེས་གཅིག་མ་གཏོགས་སྐྱེ་གི་མ་རེད། ཕྱི་ཟ་ཕྱིའི་བཟུང་བ་དེ་ལ་སྣང་བ་གཅིག་དང་ནང་འཛིན་པ་དེ་ལ་ཡ།

བྱས་ཙང། ཕྱི་ལོགས་ལ་རྣམ་པ་མང་དྲུག་མང་པོ་ཡོད་ན་ཡང་ནང་ལ་ཡང་རྣམ་པ་དེ་མཐོང་ངེས་ཀྱི་ཤེས་པ་གཅིག་མ་གཏོགས་སྐྱེ་དགོངས་མ་རེད་སེམས་གསུང་ངེས་དེ་སྣ་ཚོགས་གཉིས་མེད་བག་ཟས་དེ་རེད་ཞུས་ཡོད་ད་འདི་ཁ་སང་ང་ཚོ་ཞུས་ཚར་བ་ཡིན་ཙང་ཡང་སྐྱོང་སྐོར་ནས་ཞུགས་མེད། ད་འདི་བྱས། ད་འདི་ནས་ང་ཚོ་གཟུང་འཛིན་གྲངས་མཉམ་འབད་ཀྱི་རྣམ་ཤེས་དེ་ལ་ཚོགས་རྒྱས་སྡོད་ཀྱི་རེད་ད་སྒོ་ང་ཕྱེ་ཚལ་པ་ད་སྣ་ཚོགས་གཉིས་མེད་པ་འདི་གི་སྡོད་ཀྱི་མེད་ཡིན་ཟེར་བ། ཟེར་ཚར་ད་རྣམ་ཤེས་ཚོགས་བརྒྱད་དེ་ག་རེ་རེད་ལགས་ན་ང་ཚོ་ནམ་རྒྱུན་རྣམ་ཤེས་ཚོགས་དྲུག་ལ་བརྩི་བར་རྣམ་ཤེས་ཚོགས་དྲུག་དེ་འདིར་མིག་གི་རྣམ་པར་ཤེས་པ། རྣ་བའི་རྣམ་པར་ཤེས་པ་སྣ་ཡི་རྣམ་པར་ཤེས་པ་ལྕེའི་རྣམ་པར་ཤེས་པ་ལུས་ཀྱི་རྣམ་པར་ཤེས་པ། ཡིད་ཀྱི་རྣམ་པར་ཤེས་པ་ཟེར་ནས་ནམ་རྒྱུན་རྣམ་ཤེས་ཚོགས་དྲུག་ཟེར་འདིར་ད། དྲུག་དུ་བ། མིག་ཕྱེད་རྣ་བ་ཕྱེད་སྣ་ཕྱེད་ལྕེ་ཕྱེད་ལུས་ཕྱེད་ཡིད་ཕྱེད་ད་འདི་ཕྱེད་དུ་བསམ་པ་ལ་དྲུག་ཆགས་སོ། ད་འདིའི་སྒང་ལ་ཐོས་པ་ཅིག

དངོས་གཞིའི་གི་སྒང་ལ་བཞག་ཡོད་རེད། བག་ཆགས་ཀུན། ང་ཚོ་ལས་རྒྱལ་བ་ཡིན་ན་འདྲ་འདུག། མི་རྒྱལ་བ་ཡིན་ན་འདྲ་འདུག་ཚང་མ། བཞག་ས་གི། ནི། གཞི་རྣམ་ཤེས་ཅིག་ཡོད་རེད། རྣམ་ཤེས་བརྟན་པོ་ཅིག་དགོས་རེད་ཟེར། ད། དཔེར་ན་མིག་གི་ཤེས་པ་རྣ་བའི་ཤེས་པ་ལས་དེ་བརྟན་པོ་ཡོང་མ་རེད། ཁོ། སྐབས་རེ་ཡོང་གི་ཡོད་བ་སྐབས་རེ་མེད་བ་ཆགས་འགྲོ་ཡ། ཀུན་གཞི་ལས་དེ་སྐྱེ་བ་སྔ་མ་ནས། སུ་ནས་བར་མུ་མཐུད་ནས།

གང་དག་གིས་འཁོར་བ་ཐོག་མ་མེད་པ་ནས་ད་ནི་བག་ཆགས་ཀྱི་དབང་གིས་ངའོ་བསམ་པའི་བསམ་བློ་ཤུགས་ཆེན་པོ་ཡོད་བ་དེའི་དབང་གིས་ང་ཚོ་བདག་འཛིན་ཟེར་ཏེ་སྐྱེ་གི་ཡོད་རེད་ཟེར་ནས་ད་འདི་ཞིག་བ་ཉི་འོད་རྣམ་ཤེས་ཟེར་ཏེ་དེ་འདྲ་འདྲ་བོ་ཆེ་རེད་ཞུ་བས་ད་སྟབས་བདེ་བོ་འདྲ་ཞུས་ན་དེ་འདྲ་འདྲ་བོ་ཆེ་ད་འདི་སེམས་ཙམ་པ་ནང་ནས་གཟུང་འཛིན་གྲངས་མཉམ་པ་ལ་སོགས་པ་འདི་གས་ཀྱི་ཐུན་མོང་མ་ཡིན་པའི་གི་ད་འདོད་དེ་གི་བསམ་བློ་འདི་བསམ་བློ་འདྲ་བོ་ཆེ་དེ་རེད་ཞུ་ཡ་ཡིན།

ད་གལ་སྲིད་དུས་ཚོད་ཀྱིས་ཁོམ་པ་འདྲ་བ་བྱུང་ན་ངས་རྗེས་མ་དེ་བ་ཡང་ཀུན་ཤིས་ཟེར་དེ་སྐོར་ལ་རྡོ་སོལ་ཆེན་མོ་ཞུས་ཐུ་ཡ་གིས་འབད་བརྩོན་བྱེད་ཀྱིན་འོ་དེས་བྱས། ད་འདིས་བྱས། ད་རྣམ་རྫུན་པ་ཟེར་ད་རྣམ་བདེན་པ་རྫོགས་སུ་བཏང། རྣམ་བདེན་པ་ལ་གསུམ་བྱས། བཟུང་ཟིན་གྲངས་མཉམ་པ་སྒོ་ང་ཕྱེད་ཚད་པ་སྣ་ཚོགས་གཉིས་མེད་པ་ཟེར། ད་རྣམ་རྫུན་པ་ཁོ་རང་ལ་ཡང་ནང་གསལ་གྱི་དབྱེ་བ་གཉིས་ཡོད་རེད། རྣམ་རྫུན་དྲི་བཅས་དང་རྣམ་རྫུན་དྲི་མེད། སྣམ་བུའི་དྲི་མ་དང་བཅས་པ་དུས་ངན་ཅིག་དང་སྣམ་བུའི་དྲི་མ་མེད་པ་དུས་ངན་ཟེར་ན་དཔེ་དང་བོའི་ཡིག་གི་ཚིག་གོ་ར་ལ་བརྟག། དྲི་བཅས་དྲི་ཟེར་ན་སྐྱོན་ལ་བར་དང་དྲི་མ་ཟེར་ན་སྐྱོན་ལ་བར། དྲི་བཅས་བ་ཟེར་དྲི་མ་ཡོད་རེད་ཟེར་ན་དུས་ངན་དེ་གཅིག་རེད། དྲི་མེད་ཟེར་བ་ཟེར་ན་དྲི་མ་ཡོད་མ་རེད་ཟེར་ན་དུས་ངན་གཅིག་རེད། ད་འོ་ན་དྲི་མ་ལ་ན་ག་ལ་བ་རེད་ཟེར་ལ་བ་ཡིན་ན། སེམས་ཀྱི་རང་བཞིན་ལ་ཡང

དུག་ལོག་འདྲ་བོ་ཅིག་གང་ལ་གྲགས་པ་དེ་གྲགས་པ་དེ་ཁོ་དུག་ལོག་གི་སྒང་ལ་གློ་བུར་བ་ཡིན་པ་ཡིན་ཙང་ཨ་ནི་དུག་ལོག་དེ་ཆུ་ལ་བཀྲུས་ན་ཨ་ནི་གྲགས་པ་དེ་དག་འགྲོ་གི། གལ་སྲིད་དུག་ལོག་གི་རང་བཞིན་ལ་གྲགས་པ་དེ་ཡོད་ན་དུག་ལོག་ག་ཚོད་བཀྲུས་ན་ཡང་གྲགས་པ་དེ་དག་མ་རེད་བ། འོ་དེ་རེད་ད། བྱས་ཙང་དུག་ལོག་གི་སྒང་གི་གྲགས་པ་དེ

སྐྱེ་བ་མཐོང་བ་མེད་པ་ནི་ཡོད་པ་འདྲ་བོ་རེད་འདི་མེད་པ་སུ་ཐོས་ཡོད་མ་རེད་ཟེར་ན་འདི་རྣམ་རྫུན་དྲི་བཅས་ཀྱི་འདི་ལ་རྣམ་རྫུན་དྲི་མ་དང་བཅས་པ་ཟེར་ཡ་འདི་གི་འདི་སྐྱོན་འདི་ང་ཚོ་ལ་ཡོད་པར་སྐྱོན་འདི་མེད་པ་སུ་ཐོས་ཡོད་མ་རེད། སངས་རྒྱས་གོ་འཕང་ཐོབ་སོང་ན་སངས་རྒྱས་ཀྱི་རྒྱུད་ལ་ཡང་སྐྱོན་དེ་ཡོག་རེད་ལབ་བ་འདྲ་ཁོ་རང་རྣམ་རྫུན་དྲི་བཅས་ཟེར་ཡ་འདི་གི་དེ་ལ་བར་རྣམས་ཚུལ་དྲི་མེད་ལྷའི་དེ་ཁ་ལ་བའི། འདོད་ཆགས་དང་ཁོང་ཁྲོ་དང་འདུ་འཛི་དང་ཡིན་པར་བ། དེ་ཡོང་ས་ཀྱི་འཁྲུལ་སྣང་བཅས་ར་གཉིས་སྣང་གི་འཁྲུལ་སྣང་དེ་ཡ། ཨ་ནི། འཁྲུལ་སྣང་དེ་ཡ་ཨ་ནི་གློ་བུར་བ་བཅས་རེད། སངས་རྒྱས་ཀྱི་གོ་འཕང་སླད་དུ་འདི་གའི་ཚང་མ་མེད་པ་ཆགས་འགྲོ་གི་རེད། དྲི་མ་ཟད་དེ། སྐྱོན་ཟད་དེ། ཨ་ནི་ང་ཚོའི་སེམས་ཀྱི་རང་བཞིན་ལ་ཞུགས་ཡོད་མ་རེད་ལ་བ་ད། གལ་སྲིད་སེམས་ཀྱི་རང་གཤིས་ལ་དྲི་མ་ཞུགས་ཡོད་ན། ཨ་ནི་དྲི་མ་སྤང་ཐུབ་ཡོད་གོ་ཡོད་མ་རེད། བྱས་ཙང་དྲི་མ་ཟད་དེ་སེམས་ལ་སེམས་ཀྱི་རང་གཤིས་ལ་མེད་པ་ཆེས་གློ་བུར་བ་ཅིག་ཡིན་པ་ཡིན་ཙང་གློ་བུར་བ་ལ་ན་ད་ཨིན་ཇིའི་གི་ཚིག་ལ་ཞུ་ན Temporary འདྲ་བོ་ཅིག་རེད་བ། མ་གཏོགས་ཁོ Permanent མཁན་མ་རེད་ད Tempus མཁན་མ་རེད་ཟེར་བ་དང། བྱས་ཙང་གལ་སྲིད་སེམས་དང Nature of Mind ལ་སེམས་ཀྱི་རང་གཤིས་འདི་དག་ཨ་ནི་སྐྱོན།

སེམས་ཀྱི་རང་བཞིན་ལ་ཡང་འདོད་ཆགས་ལ་སོགས་པ་སྐྱོན་འདི་སྐད་དུ་ཡོད་མ་རེད་དེ་མེད་པ་མ་ཟད་དུས་མཚུངས་ཡོད་ཡལ་གྱི་འཁྲུལ་སྣང་གཉིས་སྣང་གི་འཁྲུལ་བ་དེ་ཡང་སེམས་ཀྱི་རང་བཞིན་ལ་ཞུགས་ཡོད་མ་རེད་ལ་གལ་ཏེ་རྣམ་རྫུན་དྲི་མེད་པ་ཟད་དེ་སྡུད་དགོས་ར་ད་རྣམ་རྫུན་དྲི་བཅས་དེ་ག་ལ་བ་རེད་འདོད་ཆགས་དང་ཁོང་ཁྲོ་དང་ང་རྒྱལ་དུ་ཙི་ད་མེད་པར་བཟོས་ན་ཡང་དུས་མཚུངས་ཀྱི་རྩ་བ་གཉིས་སྣང་གཅིག་ཡོད་རེད་འཁྲུལ་སྣང་གཅིག་འདི་འཁྲུལ་སྣང་འདི་ད་ནི་མེད་བཟོད་ཐུགས་མར་འདི་ང་ཚོའི་སེམས་ཀྱི་རང་གཤིས་ལ་ཡོད་པ་རེད། སངས་རྒྱས་ཀྱི་གོ་འཕང་ཐོབ་ན་ཡང། སངས་རྒྱས་ཀྱི་རྒྱུད་ལ་ཡང་དེ་ཡོད་རེད་ལ་ད་ཁོ་རང་ཚོ་ཡི་ལྟ་བ་འདྲ་བོ་ཞིག་དེ་འདྲའི་འདྲ་བོ་ཞིག་རེད་ཞུ་ཡ་ཡིན། འོ་དེར་ད་དྲི་བྱས་ལ་ཡ་དེ་སྔོན་འཛིན་མི་ཤེས་ལ་སོགས་པའི་རྣམ་ཤེས་དེ་རྣམས་མ་རིག་པའི་མཐུས་སྔོན་པོ་སོགས་ཕྱི་རོལ

དྲི་ཆེ་རྣམ་རྫུན་ཟེར་དོན་དག་འདྲ་བོ་དེ་རེད་ཤོད་ད་དྲི་མེད་ཀྱི་རྣམ་རྫུན་དེ་ད་འདིའི་ལྡོག་ཕྱོགས་དེ་རེད་བ། དྲི་མེད་རྣམ་རྫུན་ག་ལ་བ་རེད་ཟེར་ན་ཨ་ནི་དྲི་མ་བླུ་བུ་བ་རེད་ད། ཐ་ན་གཉིས་སྣང་འཁྲུལ་བའི་འདོད་ཆགས་དང་ཁོང་ཁྲོ་དག་ཡིན་པ་ར་དེ་ཚོ་ཡོང་ས་ཀྱི་གཉིས་སྣང་འཁྲུལ་བའི་ཆ་དེ་བླུ་བུར་བ་ཅིག་རེད། ཆེ་ས་རྣམ་ཤེས་རྣམས་ལ་དོན་དམ་པར་ཕྱི་ཡི་རྣམ་པར་དགོད་པ་རྣམ་ཤེས་དེ་དག་གི་ངོ་བོ་ལ་ད།

ཅུང་ཟད་ཀྱང་མཆོད་རྒྱུ་ཡིན་ན་ཡང་སེམས་ལ་ཡ་སེམས་ཀྱི་རང་གཤིས་ལ་ཡ་སྐྱོན་འདི་ཡོད་མ་རེད་ཟེར་ད་མ་སླེབས་པ་རེད་ཟེར་ད་སྐྱོན་འདི་ཞུགས་ཡོད་མ་རེད་སྐྱོན་འདི་ཡོད་མ་རེད་ཟེར་དེ་འདྲའི་སྡུག་བསྔལ་ཅན་པ་ཡིན་ས་སེམས་ཙམ་དྲི་མེད་ཟེར་རྣམ་རྫུན་དྲི་མེད་སེམས་ཙམ་མ་ན་རྣམ་རྫུན་དྲི་མེད་ཟེར་ཆགས་ཡོད་རེད་ཅེས་འོ་དེ་ཞུས་འདོད་འདྲ་བྱུང། ཡ་ད་དེ་འདྲ་འདྲ་བོ་བྱས། དྲི་བྱས་ད་དྲི་མེད་གཉིས་ཀྱི་འདོད་ཚུལ་འདྲ་བོ་དེ་དེ་འདྲ་འདྲ་བོ་བྱས།

བྱས་ཙང་བདག་སེམས་ཀྱི་ངོ་བོ་མ་རིག་བག་ཆགས་ཀྱི་དྲི་མས་བསླད་པར་དྲི་མེད་ཀྱི་སྐྱོན་ཞུགས་པར་འདོད་ངེས་དེ་ལ་ཡང་དྲི་བྱས་བྱས། བདག་སེམས་ཀྱི་ངོ་བོ་མ་རིག་བག་ཆགས་ཀྱི་དྲི་མས་ཅུང་ཟད་ཀྱང་མ་བསླད་པར་འདོད་ངེས་བྱས་ལ་ནམ་ཚོད་དྲི་མེད་པ་ཨཱས་ལ་བདག་ཀུན་ནས་དྲི་བྱས་དང་དྲི་མེད་གཉིས་ཁྱད་པར་འདྲ་བ་དེ་རེད་ཟེར། ད་ཡང་སེམས་ཙམ་པ་ལ་ཡང་དབྱེ་བ་ཆེ་ཐང་མི་འདྲ་བ་ཅིག་ག་འདྲ་ཡོད་རེད་ལབ་ན། ལུང་གི་རྗེས་འབྲང་གི་སེམས་ཙམ་པ་དང་རིགས་པའི་རྗེས་འབྲང་གི་སེམས་ཙམ་པ་ཟེར་གཉིས་ཡོད། ད་ལུང་གི་རྗེས་འབྲང་གི་སེམས་ཙམ་པ་འདི་གི་གཙོ་བོ་ག་རེད་ལབ་ན། འཕགས་པ་ཐོགས་མེད་ཀྱིས་མ་གསུངས་ཤར་རྒྱུད་ཀྱི་ས་སྡེ་ལྔ་ཡི་རྗེས་སུ་འབྲང་གི་ཡོད་རེད་ཟེར་དང། ད་རིགས་པའི་རྗེས་འབྲང་ཟེར་བ་འདི་གི་གཙོ་བོ་ཚད་མ་སྡེ་བདུན་གྱི་རྗེས་སུ་འབྲང་གི་ཡོད་རེད་ད་ཚད་མ་རིག་པ་རྗེས་སུ་འབྲང་ནས་ད་ཁོང་ཚོས་ཀྱི་ཚད་མ་རིག་པ་སློབ་སྦྱོང་བྱས་ནས་ཨ་ནི་ཚད་མ་རིག་པ་བེད་སྤྱོད་བྱས་ནས་ཨ་ནི་དཔྱད་པ་བྱས་ནས་སངས་རྒྱས་ཀྱི་གསུང་བྱ་རྒྱུད་ཀྱི་མདོ་མདོ་ཡི་ནང་ནོག་ནས་ཨ་ནི་གར་ཟེར་བ་རེད། ག་ལ་མདོ་སྡེ་དགོངས་འགྲེལ་ལ་སོགས་པའི་ཡུམ་གྱི་མདོ་དང་མདོ་སྡེ་ས་བཅུ་པ་ལ་སོགས་པ་དེ་གའི་དེ་ལ་ཡང་སློབ་སྦྱོང་བྱེད་དུས། ཚད་མ་རིག་པ་བེད་སྤྱོད་བྱས་ནས་བརྟག་དཔྱད་བྱས་ནས། འདི་འདྲའི་གྱི་དཔྱད་པ་བྱས་ནས་འགྲོ་དེ་ངེས་ཀྱི། ད་སློབ་དཔོན་ཕྱོགས་གླང་དང་ཆོས་གྲགས་ཀྱི་རྗེས་སུ་འབྲང་ངེས་བྲལ་དེ་རེད་ད་དེ་ཚོ་བྲལ་དེ་རིག་པའི་རྗེས་འབྲང་གི་སེམས་ཙམ་པ་ལ་ཡོད་ད། ད་ལུང་གི་རྗེས་འབྲང་གི་སེམས་ཙམ་པ་དེ་གིས་ནི། གྲགས་པ་ཐོགས་མེད་ཀྱི་གསུང་བཤགས་རྒྱུད་ཀྱི་ས་སྡེ་ལྔ་དང་ནི་སངས་རྒྱས་ཀྱི་ཡུམ་གྱི་མདོ་ལ་སོགས་པ་དེ་གས་དེ་ལ་དཔྱད་པ་མ་བྱས་པ་ཆད་འདུ་འཛོ་གཙོ་བོ་ག་རེ་གསུངས་པ་དེ་དག་རང་རེ་ལ་ནི་བས་དད་པ་རང་བྱས་ནས། བས་གཙོ་བོ་དད་པ་རང་བྱས་ནས་ད་རིག་པས་ཀྱི་དཔྱད་པ་དེ་ཙམ་མ་བྱས་པ་ཆད་ཨ་འདུ་འགྲོ་དེ་ངས་ཀྱི་སེམས་ཙམ་པ་དེ་ལ་ལུང་གི་རྗེས་འབྲང་གི་སེམས་ཙམ་པ་ལ་ཡང་སེམས་ཙམ་པ་ལ་དབྱེ་བ་མི་འདྲ་བ།

རིག་པའི་རྗེས་འབྲང་ལ་ཡལ་ཏེ་ཚད་མ་རིག་པ་སློབ་སྦྱོང་བྱས་ནས་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་སྐོར་གསུམ་པ་གྱི་མདོ། མདོ་སྡེ་དགོངས་འགྲེལ་ལ་སོགས་པ། ཡུམ་གྱི་མདོ་དང་ས་བཅུ་པའི་མདོ་ལ་སོགས་པ་ལང་ཀར་བཤད་པའི་མདོ་ལ་སོགས་པ་དེ་ཚོ་ལ་ཡང་སློབ་སྦྱོང་བྱས་ནས་དེ་ཡང་སློབ་སྦྱོང་བྱས་ནས་སངས་རྒྱས་ཀྱི་གསུང་བཤགས་ལ་ནི་ཡིད་ཆེས་བྱེད་མ་ཐེ་བ་ཞེས་སངས་རྒྱས་ཀྱི་གསུང་པ་དེ་བདེན་པ་རེད་དུ་མེད་དུ་ཚད་མ་རིག་པ་བེད་སྤྱོད་བྱས་ནས་དཔྱད་པ་བྱས་ནས་འགྲོ་དེ་ཉིད་ཀྱིས་ད་སེམས་ཙམ་པ་དེ་ལ་ཡང་རིག་པའི་རྗེས་འབྲང་གི་སེམས་ཙམ་པ་ལ

འོ་འདི་ཅིག་བྱས། རྟ་རྔ་ཆགས་སོ་ས་ཡི་དངོས་གཞི་གཅིག་སྟན་ལ་བས་དུ་བ་གཉིས་བཞི་དུ་བ་གསུམ་རྣམ་གྲངས་དུ་བ་བཞི་སྒོ་དུ་བ་ལྔ་ད་འདི་ས་སྡེ་ལྔ་ལས། ད་སྡོམ་རྣམ་གཉིས་ལ་ན་འཕགས་པ་ཐོགས་མེད་ཀྱི་རྫས་བྱ་རྒྱུ་སྡོམ་རྣམ་གཉིས་བསལ་ཏེ་དེར། སྔོན་པོ་ཀུན་བསྡུས་དང་ཐིག་བསྡུས་བསལ། ད་ཐིག་བསྡུས་ལས་འདི་ད་ད་ད་བ་དུ་ལས་དཔེ་ཆ་སྐད་གྲགས་ཚ་ཤོས་འདྲ་སློབ་སྦྱོང་བྱས། དཔེ་ཆ་སྐད་སྒྲ་ཚ་ཤོས་འདྲ་བའི་རྩིག་བར་ཁ་ཡན་ལ་ན་གོང་གི་ས་སྡེ་ལྔ་ཡི་ནང་དྲ་དུ་མི་དགེ་སྔོན་པོ་ཀུན་འདུས་ལ་སོགས་པའི་གྱི་ད་ག་ལ་བར་དེ་ནང་ལ་མ་སོང་བྱ་རྒྱུའི་གནས་ཚུལ་སྟབས་ཆ་ཚང་བ་འདྲ་བོ་ཅིག་ལ་ན་ཡི་བར་ཅན་འགྲིག་མེད་འགྲོ་ག་ན་མང་ཆེ་བ་དེ་དེ་ནང་ཐིག་རྡུལ་ནང་སུ་བསྡུས་ནས་ད་གསུང་གི་ཡོད་ས་ཁོ་སློབ་སྦྱོང་བྱས་ཟེར་ན་གང་དེ་གས་དེ་གང་ག་སློབ་སྦྱོང།

རེད་བ། འདི་ལ་བ་ཡིན་ན། ས་ཡི་དངོས་གཞི་དེ་གི་གཙོ་བོ་ག་རེ་འགྲེལ་བཤད་རྒྱག་བ་ལ་ན། ས་བཅུ་བདུན་གྱི་རྣམ་བཞག། ས་དང་པོ་རབ་ཏུ་དགའ་བ་ནི་སུ་ནི། མི་དགེ་ས་བཅུ་བ་ཆོས་ཀྱི་སྤྲིན་པ་དང་བཅས་འདི་ནི་ཡང། སངས་རྒྱས་ཀྱི་ས་ལ་ཡང་ནི་བདུན་བཤད་ནས་ས་བཅུ་བདུན་གྱི་རྣམ་བཞག།

འདིར་ད་ས་ཡི་དངོས་གཞི་ལ་ཡ་འདི་ཀྱི་འགྲེལ་བ་འདྲ་བོ་འདི་ལ་གཏན་ལ་བའི་བསྡུ་བ་ཟེར་ཆགས་ཡོད་གཏན་ལ་བའི་བསྡུ་བ་ད་ས་ཡི་དངོས་གཞི་གཉིས་ཀ་གི་འགྲེལ་བཤད་རྒྱ་ཡ་དེ་གཙོ་བོ་དེ་ས་བཅུ་བདུན་གྱི་རྣམ་བཞག་དེ་ཆགས་ཀྱི་ཡོད་རེད་ཅེས་ཞུ་ཡ་ཡིན་ད་འདི་ཁྱེད་རང་ཚོས་གོ་ཚོད་ཡ་བྱེད་དོ་ར་ཁོ་ཁོད་ཀྱི་ནང་གི་ཀྲོག་པིག་གཙོ་བོ་ག་རེ་བཀའ་ལ་འགྲེལ་བཤད་རྒྱ་བ་དེ་ཅེས་ཞུ་གོ་ད། ད་གཞི་བསྡུ་བ་ལ་ཡ་དེ་ནང་ལ་གཙོ་བོ་དོན་དག་འདི་ཀྱི་དེ་སྡེ་སྣོད་གསུམ་ཟེར་ཡ་དེ་འགྲེལ་བཤད་རྒྱ་བ་ད་སྡེ་སྣོད་གསུམ། ད་སྡེ་སྣོད་གསུམ་དེ་བསླབ་པ་གསུམ་བསླབ་པ་གསུམ་ཚུལ་ཁྲིམས་ཀྱི་བསླབ་པ།

ད་འདི་བྱས། ད་ཚེ་མ་དེའི་དུས་འདི་བཤད་དགོས་ད་ངས་ཏིས་བསྐོར་ཚེ་མ་དེའི་དུས་འདི་དེ་རིང་ངས་དེ་ཟོས་རག་མི་འདུག་ཨ་དེའི་མཚམས་འདྲ་བོ་དེ་ལ་བཞག་ད་ཚེ་མ་དེའི་དུས་འདི་ཨ་ངས་རྗེས་མ་དེ་ལ་ཡ། ཚེ་མ་དེའི་དུས་འདི་གར་གར་ཡིན་མེད་ད་ད་ལྟ་ང་ཚོ། ལུང་གི་རྗེས་འབྲང་གི་སེམས་ཙམ་པ་དང་རིག་པའི་རྗེས་འབྲང་གི་སེམས་ཙམ་པ་ཞེས་ཡིན་པ་ད་ལུང་གི་རྗེས་འབྲང་གི་སེམས་ཙམ་པའི་གིས་ཨ་ནི། ས་ཡི། ས་ཡི་ས་དེ་ལྔ་ལ་སོགས་པ་གི་རྗེས་སུ་འབྲངས་ནས